བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད་རྩ་བ་ནས་དྲུག་པ་ཐུབ་པའི་རིམ་པར་ཕྱེ་བའི་སྐབས་བཞི་བ། ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་དྲུག་པ། ཆོས་ཀྱི་སྐྱེ་མཆེད་ཀྱི་གཟུགས་དང་ཚོར་བའི་ཕུང་པོ་ཞེས་པ། འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཤིག་སྦྱར་བ་ཡིན། གཏན་མེད་ཐོགས་མེད་ཆོས་ཀྱི་སྐྱེ་མཆེད་པས། གཟུགས་ནི་བདེ་བ་དག་ལས་བསྐྱུར་སོགས་སྔགས། འོ་དེ་འདྲ་ཅིག་བསླབས་པ་རེད། དེ་ནི་ཚིག་རྐང་འདི་གཉིས་ཀས་ཆུ་རྒྱུས་སྐྱེ་མཆེད་ཀྱི་གཟུགས་ཀྱི་མཚན་ཉིད་དང་དབྱེ་བ། འོ་དེ་བསྟན་གྱི་ཡོད་པ་རེད། དེ་ནི། ཨ་ནི་ཆུ་རྒྱུས་སྐྱེ་མཆེད་ཀྱི་གཟུགས་ཟེར་ལབ་པ་ཡིན་ན། ཨ་ནི་ཡེ་ཤེས་ཀྱི་གཟུངས་ཤར་གྱུར་བའི་གཟུགས་སུ་སྣང་བ་ཅིག་ཡིན་དགོས་ཀྱི་ཡོད་པ་རེད། སྤྱིར་བཏང། ཨ་ནི་གཟུགས་རགས་པ་ཐམས་ཅད་དེ་དབང་ཤེས་ཀྱི་ཡུལ་དུ་གྱུར་པ་རེ་མིག་གི་རྣམ་པར་ཤེས་པ་ནས་ལུས་ཀྱི་རྣམ་པར་ཤེས་པའི་བར་དབང་ཤེས་རྣམས་ཀྱི་ཡུལ་དུ་གྱུར་པ་རེ་ཡིན་ན་ཡང་གཟུགས་ཕྲ་མོ་རྡུལ་ཕྲ་རབ་ལྟ་བུ་དང་གཏན་དུ་ཡོད་པ་ལ་ཐོགས་རྒྱུ་མེད་པའི་གཟུགས། དཔེར་ན་མིག་གི་བར་ལྟེ་བ་ཡིན་ན་གཟུགས་སུ་སྣང་བ་དང་གཟུགས་ལྟ་བུ་ཅིག་ལ་མཐོང་གི་ཡོད་ན་ཡང་དེ་འདྲ་བའི་གཟུགས་དེ་ཨ་ནི་རྡུལ་འདུས་ནས་གྲུབ་པ་མ་ཡིན་པར། སྣང་བ་ཙམ་ལ་བྱུང་བ་དེ་འདྲ་ཡི་གཟུགས་དེ་དག་ཆུ་གཅིག་སྐྱེ་མཆེད་པའི་གཟུགས་རེད་ཟེར་ལབ་ཀྱི་ཡོད་པ་རེད། གང་ལྟར་མདོར་ན་མིག་ཤེས་ཀྱི་གཟུང་བཤར་མ་གྱུར་བའི་གཟུགས། ཡིད་ཤེས་ཁོ་ནའི་སྤྱོད་ཡུལ་དུ་གྱུར་བའི་གཟུགས་དེ་འདྲ་ཅིག་ལ་ཆུ་གཅིག་སྐྱེ་མཆེད་པའི་གཟུགས་ཟེར་ལབ་ཀྱི་ཡོད་པ་རེད། དེ་ནི་རྩ་བའི་ནང་དུ་གཏད་མེད་ཟེར་བ་གཅིག་དང་ཐོགས་མེད་ཟེར་བ་གཅིག་གཉིས་འདུག་འདི་ནི་གཏན་མེད་ཟེར་བ་འདི་མིག་ལ་བསྟན་དུ་མེད་པ་རྨི་ལམ་དུ་སྣང་བས་རྟ་དང་གླང་པོ་ཆེ་ཡང་ན་རྨི་ལམ་དུ་སྣང་བས་ཁ་དོག་དཀར་སེར་དམར་ལྗང་ལ་སོགས་པ་དེ་དག་ཨེ་ནི་ཡིད་ཤེས་ཀྱི་ཁ་དོག་ལྟ་བུ་ཞིག་ཁ་དོག་འདྲ་བོ་ཞིག་ཏུ་སྣང་བ་རེད་དེ་ཡིན་ན་ཡང་མིག་ཤེས་ཀྱིས་མཐོང་ཐུབ་ཀྱི་ཡོད་པ་མ་རེད་མིག་ལ་བསྟན་དུ་མེད་པ་མིག་ལ་སྣང་དུ་མེད་པ་དེ་ལབ་ཀྱི་ཡོད་པ་རེད་དེ་ནི་ཐོགས་མེད་ཟེར་བ་དེ་ནི་རྡུལ་འདུས་ནས་གྲུབ་པ་མ་ཡིན་པས་རགས་ཆད་ནི་ཐོགས་མི་ཐུབ་པ། སྤྱི་བཏང་གི་ཕྱི་རོལ་ཡུལ་གྱི་གཟུགས་གཅིག་ཡིན་པ་ཡིན་ན་ལག་པས་རགས་ན་ཐོགས་ཡ་ཡོད་པ་རེད། ཐོགས་ཡ་ཡོད་པ་རེད། ཡིན་ན་ཡང་ཆུ་རྒྱུས་སྐྱེན་ཆེབ་ཀྱི་གཟུགས་དེ་དག་ལག་པས་རགས་ན་ཐོགས་ཡ་ཡོད་མ་རེད་ཐོགས་ཀྱི་མ་རེད། པར་གྱིས་སྣང་བ་སྐྱ་སངས་པ་ལྟ་བུ་གང་ལྟར་བར་སྣང་གི་ཁ་དོག་ལྟ་བུ་དེ་ང་ཚོ་ལུས་ཤེས་ཀྱི་རེག་པ་གིས་རེག་མ་ཐུབ་པའོ་དེ་འདྲ་རེད་ཡིན་ཙང་དེ་ལ་ཐོགས་མེད་ཀྱི་གཟུགས་ཞེས་ལབ་གི་ཡོད་པ་རེད་ཨ། གང་ལྟར་ཆོས་ཀྱི་སྐྱེ་མཆེད་ཀྱི་གཟུགས་ཡིན་ན་བརྟན་མེད་ཀྱི་གཟུགས་དང་ཐོགས་མེད་ཀྱི་གཟུགས་གང་རུང་ཡིན་དགོས་ཀྱི་ཡོད་པ་རེད། དེ་ནི་ཆོས་ཀྱི་སྐྱེ་མཆེད་ཀྱི་གཟུགས་ལ་དབྱེ་ན། བསྡུས་པ་ལས་གྱུར་བ་རྡུལ་ཕྲ་རབ་ལྟ་བུ། རྡུལ་ཕྲ་རབ་ལབ་པའི་དེ་ལ་རྩི་སྟངས་མང་པོ་ཡོད་པ་རེད་དེ་གང་ལྟར་རྡུལ་ཐམས་ཅད་ཀྱི་ནང་ནས་ཆུང་ཤོས་དེ་སེར་ལམ་ལ་འགྲིག་གི་ཡོད་པ་རེད། རྡུལ་ཐམས་ཅད་ཀྱི་ནང་ནས་ཆུང་ཤོས་དེ་ཡིད་ཤེས་ཀྱི་ཤེས་པ་དང་ནི་སེམས་ཀྱི་ཤེས་པ་དང་ནི་འདི་འདྲ་ཅིག་ཡིན་ན་རྡུལ་ཐམས་ཅད་ཀྱི་ནང་ནས་ཆུང་ཤོས་ཡིན་གྱི་རེད་བསམ་པའི་ཚོད་དཔག་བྱས་པ་རྣམ་རྟོག་གི་བར་གཞག་དགོས་པ་རེད་མ་གཏོགས་ནི་མིག་ཤེས་ཀྱི་རྟགས་ནི་ཨོ་ཆུང་ཤོས་དེ་རེད་ཟེར་བ་དེ་འདྲ་ཅིག་བཞག་ཐུབ་ཀྱི་ཡོད་པ་མ་རེད། ནི་རྡུལ་ཆུང་ཤོས་དེ་ཚོ་མིག་གིས་མཐོང་གི་ཡོད་པ་མ་རེད། ཡིན་ཙང། ཡིད་ཤེས་ཀྱི་ཤེས་པ་དང་ནི་བསམ་བློ་དང་ནི་ད་ཆུང་ཤོས་ཅིག་ཡོད་ན་འདི་འདྲ་ཅིག་ཡིན་གྱི་རེད་ཟེར་བ་གི་ཚེ་ཨོ་དེ་འདྲ་ཅིག་ལ་རྡུལ་ཕྲ་རབ་ཟེར་ལབ་ཀྱི་ཡོད་པ་རེད། དེ་འདྲ་བའི་རྡུལ་ཕྲ་རབ་དེ་བསྡུས་པ་ལས་གྱུར་པ་རེད། གང་ལྟར་ཁོ་འབྱུང་བ་འདུལ་ནས་སྤྲོས་པ་གཅིག་རེད། འབྱུང་བ་འདུལ་ནས་སྤྲོས་པ་གཅིག་ཡིན་ཙང་དེ་ལ་བསྡུ་བ་ལས་གྱུར་པའི་རྡུལ་ཞེས་ལབ་ཀི་ཡོད་པ་རེད། འོ་དེ་འདྲ་བའི་བསྡུ་བ་ལས་གྱུར་པའི་རྡུལ་དེ་ཡང། ཆོས་རྒྱུད་སྐྱེ་མཆེད་ཀྱི་གཟུགས་རེད། ག་རེ་ལབ་ན་དབང་ཤེས་ཀྱི་ཡུལ་དུ་མ་གྱུར་པ་རེད། དེ་རེད། ད་ནི་མངོན་པར་སྐབས་ཡོད་པའི་གཟུགས་ཟེར་བ་དེ་ཨ་ནི་བར་སྣང་ལྟ་བུ། བར་སྣང་ཟེར་བ་དང་ནམ་མཁའ་ཟེར་བ་གཉིས་འདྲ་གི་མ་རེད། ནམ་མཁའ་ཞེས་ལབ་པ་ཡིན་ན། སྟོང་སངས་ཀྱི་ཆ་འདི་ལ་ཐོགས་པ་དང་རགས་པ་མེད་པ་ཙམ་ལ་ནམ་མཁའ་ཅེས་ལབ་པ་རེད་མ་གཏོགས་གཞན་པའི་དངོས་པོ་གང་ཡང་ཡོད་པ་མ་རེད། བར་སྣང་ཅེས་ལབ་པ་ཡིན་ན་ང་ཚོ་མིག་གིས་སྟོང་ཁམས་ཀྱི་ཆ་འདི་ལ་བལྟས་པ་ཡིན་ན་ཁ་དོག་སྐྱ་སངས་པའི་སྣང་བ་ལྟ་བུ་དང་ཡང་ན་ཁ་དོག་སྔོ་སིངའི་སྣང་བ་ལྟ་བུ་ཅིག་ཡོང་གི་ཡོད་པ་འདི་ཡིན་པ་ཡིད་ཤེས་ཀྱིས་སྒྲོ་བཏགས་པ་རེད། ཡེ་ཤེས་ཀྱི་སྒྲོ་དང་ནི་ནི་ནམ་མཁའ་སྟོང་བའི་ཁམས་དེ་མིག་གིས་མཐོང་བ་ལྟ་བུ་ཞིག་གང་ཟག་རང་ཉིད་ལ་སྣང་གི་ཡོད་པ་རེད། ཨ་ནི་དེ་ཡེ་ཤེས་ཀྱི་སྒྲོ་བཏགས་པ་རེད་མ་གཏོགས་མིག་ཤེས་ཀྱི་བར་སྣང་སྟོང་སང་འདི་བ་ནི་ཁ་དོག་ཅིག་མཐོང་བཞག་པ་མ་རེད། ཡིན་ན་བར་སྣང་མཐོང་བཞག་པ་ལྟ་བུ་ནམ་མཁའ་མཐོང་བཞག་པ་ལྟ་བུའི་སྣང་བ་ཞིག་ཡོད་པ་དེ་ནི་ཡེ་ཤེས་ཀྱི་སྒྲོ་དང་ནི་བྱུང་བ་ཅིག་རེད། གང་ལྟར། པར་སྐྱེས་སྣང་བ་སྐྱ་བསྲང་བ་ལྟ་བུ་དེ། ཆོས་ཀྱི་སྐྱེ་མཆེད་ཀྱི་གཟུགས་རེད། དེ་དག་མངོན་པར་སྐབས་ཡོད་པའི་གཟུགས་ཟེར་ལབ་གི་ཡོད་པ་རེད་དེ་ག་རེ་ལབ་ན། ང་ཚོ་ཁ་དོག་གི་སྣང་བ་དང་གཟུགས་ཀྱི་སྣང་བ་དང་ཆེན་པོ་དང་ཆུང་བའི་སྣང་བ་ལ་སོགས་པ་ཐམས་ཅད་པར་སྐྱེས་སྣང་བ་སྐྱ་བསྲང་བ་འདི་ལ་བརྟེན་ནས་བྱུང་གི་ཡོད་པ་རེད། པར་ཅིའི་སྣང་བ་སྐྱ་གསང་བའི་སྣང་ཚུལ་དེ་མེད་པ་ཡིན་ན་གཟུགས་ཆེན་པོ་དང་ཆུང་ངུ་སྔོ་སེར་དཀར་དམར་ལ་སོགས་པའི་སྣང་ཚུལ་འདི་དག་ཡོང་ཐུབ་ཀྱི་མ་རེད། དེ་འདྲ་ཅིག་རེད། ཡིན་ཙང་དེ་ལ་མངོན་པར་སྐབས་ཡོད་པའི་གཟུགས།